དེ་ལ་སོགས་པའི་དེ་ནི་སྐད་ཡིག་ནང་ལ་བོད་ཀྱི་དམངས་ཀྱི་ནང་ལོགས་ལ་དེ་ནི་གེ་སར་གྱི་སྒྲུང་མང་པོ་བྱིངས་རིང་པོ་ཡོད་རེད། དེ་སྐད་ད་ལྟ་ཕྱོགས་བསྡོམས་བྱས་པའི་སྐབས་ནས་འཛམ་བུ་གླིང་གི་ནང་ལ་དེ་རྩོམ་ཡིག་མང་ཤོས་དེ་ཨང་དང་པོ་དེ་གླིང་གེ་སར་རྒྱལ་པོའི་སྒྲུང་ཡིག་ནང་ཆགས་ཡོད་རེད། བྱས་ཙང་དེ་བོད་ཡིག་དེ་འཛམ་བུ་གླིང་གི་ནང་ལ་ཁོ་གོ་གནས་སྐད་ཡིག་གོ་གནས་ཟིན་ཡག་དེ་དཔེ་མ་སྲིད་པའི་གལ་ཆེན་པོ་ཅིག་ཟིན་ཡོད་རེད། ཡང་ལྷག་པར་དུ་ང་ཚོ་ནང་པ་ཅིག་ལ་ཆ་བཞག་པ་ཡིན་ན་ནི་དེ་ནང་ཆོས་གཏིང་ཟབ་པོ་ཤེས་དགོས་བྱུང་ན་བོད་ཡིག་དེ་མ་ཤེས་ན་ཐབས་ཤེས་ཡོད་མ་རེད། དཔེར་ན་སངས་རྒྱས་ཟེར་ཉིད་ཀྱི་ཚིག་དེ་ལ་མིང་ཚིག་དེ་ལ་དབྱིན་ཇི་ནང་དུ་བསྒྱུར་དགོས་བྱུང་ན

ང་ཚོའི་འདི་ན་ལ་ཆོས་དེ་ལ་མཚན་ཉིད་འཛིན་ལ་མིང་ཚིག་དེ་ལ་མཚན་ཉིད་འཛིན་ལ་ཆོས་ཤིག་ཆགས་སུ་བྱེད་ཅིང་ཨ་ནི། དེ་ལ་བདེ་གཤེགས་མང་པོ་བརྒྱ་ཡོད་རེད། དེ་ཡིན་དུས་སངས་རྒྱས་ཀྱི་ཆོས་མིང་ཚིག་ཚོགས་ཚོགས་མཐར་གཏོགས་པ་རྟོགས་ན་བོད་ཡིག་མ་ཤེས་ན་ཐབས་ཤེས་ཅན་ཡོད་མ་རེད། དེ་དེའི་ཐོག་ལ་ད་བོད་ཡིག་འདི་ང་རང་ཚོ་སྐད་ཡིག་ཧི་མ་ལ་ཡའི་གི་རི་རྒྱུད་ཚང་མ་ལོག་ཡོད་ད་བོད་གཙོ་བོ་བྱས་པའི་བུའི་གཟིགས་གཡོར་དེ་ད་འབྲུག་པའི་བེད་སྤྱོད་བྱས་ད་ག་ར་འདྲེན་སྦྱོང་གི་བེད་སྤྱོད་བྱས་ད་ག་རེད་ཐ་ན་མ་ཆེ་ཆེ་པ་ཀི་སི་ཐན་ན་ལོག་ལ་སྐར་རྡོ་འདི་པ་ལས་སོ་སོའི་གི་རིག་གཞུང་ཡིན་སྙེ་མ་སྲོང་བཙན་སྒམ་པོ་གི་རྟེན་གཞི་སྐར་རྡོ་རྒྱལ་པོར་བཙུགས་པ་ཡིན་ཙང་ད་ལྟ་ཡང་སྐད་ཡིག་འདི་ཁོ་རང་ཚོའི་སྐད་ཡིག་འདི་བུ་ཡིག་ཡིན་བོད་ནས་དགེ་རྒན་ཁྲིད་ཡོང་ཆེད་ད་ལྟ་སྦྱང་གི་ཡོད་ད་བྱས་ཙང་ང་རང་ཚོ་བོད་པ་དེ་གས་འདི་དེ།

དེ་ཡིན་དུས་རང་གི་ཆོས་དང་རིག་གཞུང་ལུང་པ་དེ་ག་ཡར་རྒྱས་བཏང་དགོས་བྱུང་ན་སོ་སོའི་སྐད་ཡིག་དེ་གཙོ་བོ་ཐོག་ན་ཨ་ནེ་སྐད་ཡིག་ཞེ་དྲག་སྦྱང་དགོས་ཡ་དེ་སློབ་སྦྱོང་དེ་སློབ་སྦྱོང་བྱེད་དགོས་ཡ་གལ་ཆེན་པོ་རེད་དེ་ཚང་མ་ལོ་ཁུ་དག་པ་དང་ནང་རོགས་ལ་ཞུ་ཡ་ཡིན་ཐུགས་རྗེ་ཆེ།